ད་ལྟ་ཤི་སོང་ན་མོ་འབྱོར་པ་ཅང་མེད། ཁྱེད་ཚོ་སུ་ཡིན་ན་ཤི་ཁ་མི་འབྱོར་ནས་བྱ་བ་རེ་སྒྲུབ་ཐུབ་གི་དེ་སོང་ཟིག། དེའི་སྐབས་དེ་འཁོར་འབངས་ཐམས་ཅད་བྲམ་ཟེའི་བུ་མོ་གཟུགས་ཀྱི་ཉི་མ་དེ་མིག་གིས་གདོང་ཤུགས་དྲག་པོ་བྱས་ནས། འཁོར་བའི་ཆོས་ཉིད་ཐམས་ཅད་ལ་བློ་སེམས་ལོག། བྱང་ཆུབ་མཆོག་ཏུ་སེམས་བསྐྱེད་པར་གྱུར་ཅིང། སྔན་ན་བལྟས་ན་ཆོས་ཟབ་ཅིང་རྒྱ་ཆེ་བ་མང་བོ་སྣང་ཡང། ད་ཁོང་ཚོའི་ཚད་མ་ཧན་ཐོག་ཆེན་པོ་ཡོད་ནོ། སངས་རྒྱས་སངས་རྒྱས་ཟེར་བ་དེ་ཁྱོད་ལས་ལྷག་པ་མེད་བསམ་ནས། ད་རུང་བྲམ་ཟེ་ཡོ་མོག་གཟུགས་ཀྱི་ཉི་མ་ཁྱེད་ཀྱི། མ་འོངས་བ་ན་ཚེ་རབས་ཐམས་ཅད་དུ། ངེད་ཅག་ཐམས་ཅད་ཁྱེད་ཀྱི་རྗེས་སུ་འཛིན་འཇོག་གི་སྨོན་ལམ་གཟིགས་གནང་མཛད།

ཕྱོགས་བཅུ་ན་བཞུགས་པའི་ཞིང་ཁམས་རབ་འབྱམས་ཐམས་ཅད་ནས། ཕྱོགས་བཅུའི་རྒྱལ་བ་སྲས་དང་བཅས་པ། ཐམས་ཅད་བཀྲ། བླ་མ་ཡི་དམ་མཁའ་འགྲོ་ཆོས་སྐྱོང་སྲུང་མ། དཔའ་བོ་དཔའ་མོ་ར་དྲང་སྲོང་སྨོན་ལམ་འགྲུབ་པའི་བདེན་ཚིག་གྲུབ་པ་ཐམས་ཅད། སྔགས་བྲམ་ཟེའི་འོ་མོག་གཟུགས་ཀྱི་ཉི་མ་གི་སྨོན་ལམ་འགྲུབ་པའི་དབང་གཟུགས་བྱོན། དཀོན་མཆོག་གསུམ་གྱི་ཞབས་ཀྱི་བ་མོའི་དྲུང་ནས། ལུས་ངག་ཡིད་གསུམ་གུས་པའི་ཕྱག་གཅིག་འཚལ། མཆོད་པ་འབུལ་ཞིང་བདུག་པ་སོ་སོར་བྱེགས་ནས། དགེ་བའི་རྩ་བ་ཐམས་ཅད་ལ་རྗེས་སུ་ཡི་རང་ཞིང། ཆོས་ཀྱི་འཁོར་ལོ་བརྒྱ་བྱིན་བསྐོར་བ་དང་མྱ་ངན་མི་འདར་བཞུགས་པའི་གསོལ་བ་འདེབས། དེ་ཡིན་ན་ལུས་ངག་ཡིད་གསུམ་གྱི་སྒོ་ནས་འདས་མ་འོངས་ད་ལྟ་དུས་གསུམ་དུ་གསོག་པའི་དགེ་བའི་རྩ་བ་ཐམས་ཅད་ལ་བརྟེན་ནས། དེ་རིང་འདི་ན་ཤིན་ཏུ་འཇིགས་སུ་རུང་བའི་གཟུགས། ཁ་དོག་ནག་ལ་གཞན་མི་སྡུག་པའི་ཁྲོ་གཉེར་ཅན། ང་བྲམ་ཟེ་ཡོངས་རྨོག་གཟུགས་ཀྱི་ཉི་མ་བའི་སྲོག་གཅོད་བཀག་བྱེད་མ། འདི་ཕྱོགས་གསུམ་པོའི། དེ་རང་གི་ཡན་ལག་ར་སྙིང་ལག་ཐམས་ཅད་པོ་ལྕགས་སྦྲང་ར་རྡུལ་ཞག་གི་ཟླ་མེད། ང་ར་དྲི་ར་དྲི་ཁུ་ཀུ། བདག་གི་ལུས་བྱ་བ་འདི་བཞིན་དུ། ང་བྲམ་ཟེ་ཡོངས་རྨོག་གཟུགས་ཀྱི་ཉི་མ་གི་མ་འོང་བ་ན། བདེན་པ་གཉིས་ཀྱི་ཞལ་གདངས་ནས། ཐབས་དང་ཤེས་རབ་ཀྱི་མཆེ་བ་རྣོན་པོ་བཙུགས། ཐོས་བསམ་སྒོམ་གསུམ་གྱི་རལ་གྲི་རྣོ་ངར་འཛོམས་པ་དུ་ཁྱེར། ད་ཐེངས་ཀྱི་གཤེད་མ་འདི་ཕྱོགས་གསུམ་པོའི་བདག་འཛིན་གྱི་བློ་ངན་རྩ་གི་གཅིག་གཅོད་ཐུབ་ནས་མོ་ལུམས། གཤེད་མ་འདི་ཆུ་ངུ་ཡན་ལག་དང་ཉང་ལག་རྣམས་ལྕགས་སྒྲོག་གི་བསྡམས་ནོ་འདི་ལྟར་དུ། མ་འོངས་བ་ན་ང་བྲམ་ཟེའི་བུ་མོ་གཟུགས་ཅན་ཉི་མ་གི། གཤེད་མ་གསུམ་པོའི་དབང་བོའི་སྒོ་ཐམས་ཅད་བྲལ་ཡིད་ཀྱིས་རྣམ་པར་ཤེས་པ་དང། དྲན་པ་དང་ཤེས་བཞིན་ཐམས་ཅད་ངག་ལྕགས་སྒྲོག་གི་གཅིག་བསྡམས་ཐུབ་ནས་མོ་ལུམས། ཡང་བྱེ་མ་གསུམ་པོའི་མུའི་ལུས་ལ་རེ་བ་གི་གེགས་གཡོགས་པས། སྐེ་ལ་རྡུལ་ཕྱགས་རྒྱལ་བའི་ཆུ་ལས་འབྱུང་བ་རྣམས། སྔགས་གསེར་མིག་གི་འཕྲང་ལམ་ལ་ཆུད་པ་འདི་བཞིན་དུ། སྔར་བྲམ་ཟེའི་འོ་མོག་གཟུགས་ཀྱི་ཉི་མ་གི་མ་འོངས་བ་ན། བྱེ་མ་འདི་ཁྱོད་དབག་ཡུལ་ཤེས་བཞིན་གྱི་གེ་དག་ཀུན་ནས་བྱམས་དང་སྙིང་རྗེ་གི་གཤོག་པ་སྐེ་བསྐོན་ནས་ཆུ་ལས་གསེར་མིག་གི་འཕྲང་བཤིག་འཆི་ཐུབ་ནས་སྨོན་ལམ། འོན་ཀྱང། ད་རུང་བྱེ་མ་འདི་དག་གི་མོ་དུར་ཁྲོད་དུ་འཁྱིལ། སྐ་ལག་ཡན་ལག་དང་ཉང་ལག་ཐམས་ཅད་པོ་ཁ་ཁ་སོ་སོར་བྲལ་ནས། ཤ་ཁྲག་ཐམས་ཅད་པོ་དུམ་བུ་དུམ་བུ་བསིལ་བ་བཞིན་དུ། མ་འོངས་བ་ན་ང་བྲམ་ཟེའི་བུ་མོ་གཟུགས་ཀྱི་ཉི་མ་གི། བྱེ་མ་འདི་བཅུ་འདོད་ཆགས་ཞེ་སྡང་གཏི་མུག་ལ་སོགས་པའི་དུག་གསུམ་པོ་སོ་སོར་དུ་བྲལ། ཉེ་བ་དང་སྟོང་བའི་སྡིག་སྒྲིབ་ཐམས་ཅད་ཏཱ་ཁ་ཏཱ་ཁ་ཡི་ལས། འདི་ལྟའི་སྡིག་སྒྲིབ་རྣམ་པར་རྟོག་པ་ལ་དག་འཇུག་ཐུབ་ནས་སྨོན་ལམ། གཞན་ཡང་རྒྱལ་པོ་ཟླ་བའི་སེང་གེ་རལྔ་བྲམ་ཟེའི་བུ་མོ་གཟུགས་ཀྱི་ཉི་མ་གི་བར་གཡེམ་དང་ཕྲ་མ་མཁར་རྫིང་གི་གཏོར་བཤིག་ཡིན་ནོ། སྡིག་བློན་ཐམས་ཅད་ཀྱི་ཐོག་དྲངས་ཡུལ་དུ་སྐྱེས་པ་ཡིན་ན་བུད་མེད་སུ་ཟིག་ཡིན་ན་དེ་དག་ཐམས་ཅད་པོ། མ་འོངས་བ་ན་རྔ་བྲམ་ཟེའི་བུ་མོ་གཟུགས་ཀྱི་ཉི་མ་གི་འཁོར་བར་ངན་སོང་གི་བར་གཡེམ་དང་ཕྲ་མ་གཅིག།

མྱ་ངན་ལས་འདས་པའི་ཐང་ཧ་ཅིག་སྐྱ་ཐུབ་ནས་སྨོན་ལམ། མདོར་ན། ང་བྲམ་ཟེ་བུ་མོ་གཟུགས་ཀྱི་ཉི་མ་གི་དོན་དག་ག། ཁྲག་མདོག་ར་འཁོན་འཛིན་ཤེལ་གདང་ར་ལྔར་རྒྱུད་ཀྱི་སྒོ་གི། གདུག་པ་སྲོག་སྲོག་གི་སྐྱེ་འགྲོ་ཕོ་མོ་ཐམས་ཅད། བཟློག། གདུག་པའི་ལས་བསགས་ནོར་འདྲེ་བའི་སྡུག་བསྔལ་མྱོང་བ། ང་བྲམ་ཟེ་བུ་མོ་གཟུགས་ཀྱི་ཉི་མ་གི་བྱང་ཆུབ་མཆོག་ཏུ་སེམས་བསྐྱེད་ལས། ལུས་ངག་ཡིད་གསུམ་སྒོ་གསུམ་གྱི་ལས་ཅི་བྱས་པ་ཐམས་ཅད། དེ་དག་ཐམས་ཅད་ལ་ཕན་ཐོགས་རྒྱུ་ལ་དགའ་བ་བསྒྲུབ་རྒྱུའི་གཏམ་བྱས་ནས། དམ་བཅའ་མཐར་བྱས་ནས། ངས་སྐྱེ་འགྲོ་ཕོ་མོ་ཐམས་ཅད། མ་ལྷའི་ཏོག་གི་ཞིང་དུ་འདྲེན་པའི་སྐལ་བ་དང་ལྡན་པར་གྱུར་ཅིག། དེ་ལྟར་སྐྱབས་ནས་དཀོན་མཆོག་གསུམ་གྱིས་ཁོ་མོ་ལྷའི་བར་མ་གྱུར་ཅིག། དེ་ནས་དཀོན་མཆོག་གསུམ་གྱི་བྱིན་རླབས་ར་སྔར་བྲམ་ཟེའི་བུ་མོ་གཟུགས་ཀྱི་ཉི་མ་གི་ལྷག་བསམ་རྣམ་པར་དག་པའི་མཐར་བསྟོད་པ་བསྟན་ནས། ལུས་དང་ངག་དང་ཡིད་གསུམ་གྱི་སྒོ་ནས། སྡིག་པའི་ལས་བསགས་པའི་སྐྱེ་བོ་རྣམས་ཀྱི་འབྲས་བུ། ངན་སོང་གི་སྡུག་བསྔལ་ལས་གཅིག་སྤྲོ་ཐུབ་ནས་སྨོན་ལམ། ཡང་སྔར་བྲམ་ཟེའི་བུ་མོ་གཟུགས་ཀྱི་ཉི་མ་གི་དོན་དག། སེམས་ཀྱི་མ་བཟོད་ལ། འདི་ན་ངུ་དགོས་ནོ་སྨྲེ་སྔགས་འདོན་དགོས་ནོ། སྐྱེ་འགྲོ་ཕོ་མོ་ཐམས་ཅད་མུ་བྱི་བཞིན་དུ་འཇིགས་ཡོང་དགོས་ནོ་འདི་དག་ཐམས་ཅད། མ་འོངས་པའི་དུས་ན། སྔགས་གཟུགས་ཀྱི་ཉི་མའི་ཕྱེད་ཀྱིས་འབྲེལ་བ་བྱས་ནས་བདེ་ཆེན་གྱི་ཐང་ལ་བདེ་སྟོང་གི་གླུ་གར་རོལ་ནས། ཉམས་རྟོགས་ཀྱི་དགའ་བའི་སྤྲོ་གཟུགས་འཆམ་ཐུབ་ནས་སྨོན་ལམ། མདོར་བསྡུས་ནས་བཤད་ན། ཇི་སྲིད་བདག་ལ་གཟའ་ངང་གི་མཛེས་ཐོག་གི་ཡོད་ཚད་ཐམས་ཅད་པོ་སངས་རྒྱས་མ་ཐོབ་ཀྱི་བར་དུ། ང་བྲམ་ཟེའི་འོ་མོག་གཟུགས་ཀྱི་ཉི་མའི་ཕྱེད་དང་སང་སང་གི་སྦྱིན་པ། བསྙེན་པར་སྨྲ་བ། དུས་བསྟུན་སྒྲུབ་པ། དོན་མཐུན་པ་ལ་སོགས་པ་བསྡུ་བ་བཞིའི་སྒོ་ནས་འཁོར་དུ་བསྡུས། ཚུལ་ཁྲིམས་རྣམ་པར་དག་པ་ལ་ཕོག་ནས། མདོར་བསྡུས་ཀྱི་ལྷ་བ་གསུམ་གྱི་རིམ་པ་མགུ་ནུས་པར་གྱུར་ཅིག། དཀོན་མཆོག་རིན་ཆེན་གསུམ་གྱི་བདེན་སྟོབས། སྔར་བྲམ་ཟེའི་འོ་མོག་གཟུགས་ཀྱི་ཉི་མ་རང་གི་ལྷག་བསམ་རྣམ་པར་དག་པའི་མཐར་སྟོབས་ཀྱི། རྣམ་དག་སྨོན་པའི་གནས་འདི་ཐམས་ཅད་མུས་ཏེ་རང་བསམ་སུམ་མདོ་འདོད་ཀྱི་སྨོན་ལམ་འདི་ཡང་དག་པར་གཅིག་འགྲུབ་ནས་སྨོན་ལམ་གསུངས་ཤིང། འཁོར་འབངས་ཐམས་ཅད་ལ། ཡ། ཁྱེད་བཅུ་སྨྱོ་འདྲ། ད་ནི་མོ་འབྱུང་བའི་དུས་ལ་བབས་སོང་ནི། ཁྱེད་ཅག་ཐམས་ཅད་ཀྱིས་མོ་འབྱུང་བོ་ནུའི་ལམ་མ་འགོག་དགག་མ་ཡེད་པར། རང་རང་གི་མཐའ་སོ་ཤི་ར་སོང་བ། ལུས་ངག་ཡིད་གསུམ་གྱི་སྒོ་ནས་བྱ་བ་ཐམས་ཅད་ཁྱེད་དང་མཐུན་པ་བྱས། ད་ཁྱེད་ཅག་མོའི་ཕྱི་བཞིན་དུ་འབྲངས་ན། འདི་ནས་རྒྱང་གྲགས་གཅིག་ཙམ་སོང་བའི་ས་དེ། ད་སྟག་དང་གཟིག་དང་སྟོན། སྐྱེས་སྤྱང་ལ་སོགས་པའི་ཤ་དྲོན་མོ་ཟ་ནས་འཇིག་པ་ཡོད་མོད། དེ་ནས་ཡང་རྒྱང་ཐག་ཅིག་སོང་ནུས་ས་ན་བྱ་རོག་ར་ཨི་ཀ། ཏིར་ཤ་ནག་པོ་ལ་སོགས་པའི་འགྲོས་བཞིན་དུ་སྐྱེ་འགྲོ་སེམས་ཅན་གྱི་སྙིང་འབྲི་ཞིང་བསླབ་པ་འཁྱོམ་ནས། དེ་མོ་འཇིགས་སུ་རུང་བའི་བྱ་ཚོགས་སྣ་ཚོགས་ཡོད་མོད། དེ་ནས་རྒྱང་ཐག་ཅིག་ཙམ་སོང་ན། བདག་གི་སྒྲིབ་དང་བུ་རྣམ་པ་སྣ་ཚོགས་ཀྱི་ཁབ་བླངས། དུག་འབུད་ཐམས་ཅད་ཀྱི་ཁབ་བླངས་ནམ་མཁའི་སྤྲིན་ལྟར་དུ་མཐུ་བརྡུང་ནོ། གཏི་མུག་གི་འཇིགས་པ་སྣ་ཚོགས་ཡོད་ནུས། དེ་ནས་རྒྱང་གྲགས་གཅིག་སོང་ན། ཤིན་ཏུ་འཇིགས་སུ་རུང་བའི། ཤ་ཟ་སྲིན་པོའི་ཚོགས་ཀྱིས། ལུས་དབང་པོ་དུམ་བུར་དུམ་བུར་བཏང་བས། རང་རང་གི་ཐབས་སོ་ཆེ་རེ་འཇོག་འོག་ནས་འཇུག་པ་ཡོད་ནུས། དེ་ནས་རྒྱང་གྲགས་གཅིག་ཙམ་ཕྱིན་པའི་ས་ན། ད་མོག་སོ་ས་འོ་དུད་འཕྲོ་ཆེན་པོ་ཕྱག་མཚོ་ཁུག་མ་རེ་རྒྱོ། སྐྱེ་འགྲོ་ཐམས་ཅད་འདུལ་བའི་ཞིང། རྡུལ་བྲག་སྲིན་པོ་བཙན་འདྲ་མ་མོ་ལ་སོགས་པ་འདུ་སའི་ཕོབ་གྲངས། དཔའ་བོ་མཁའ་འགྲོ་ལ་སོགས་པ་ཐམས་ཅད་ཀྱི་ཚོགས་ཀྱི་འཁོར་ལོ་བསྐོར་ཚུལ་གནས་མཆོག་དེ་ཉིད་དུ། ད་ཤ་ར་གཅན་གཟན། རི་དྭགས། མྱི་ཐམས་ཅད་ཧྲོག་དོར་སའི་ས་བཞི་ཡོད་ནི། དེའི་སྟབས་ཀྱི་ད་ཆུ་ཅོ་ལྔུ་རྫ་ཡོངས་འགྱོ་མ་རི་ས་འདི་ནས་ཤི་ར་སོང། གཤེད་མ་འབྲེག་གསུམ་པོ་དུད་ཁྲོ་གི་བདག་པོའི་ཚོགས་ལ་ལྟོ་སྐྱ་ནོ་ཡིན་མོའི་སྟོབས་ཀྱི་སྲོག་ལྕགས་ཞང་གི་གནོད་པ་ཡིན་ནི་མ་རེད། བྲམ་ཟེའི་དམག་གཟིགས་ཀྱིས་ཉི་མ་གི་དུ་སོང་ནི། དེ་ནས་གཤེད་མ་སྙིང་གོག་གསུམ་པོས་བྲམ་ཟེའི་དམག་གཟིགས་ཀྱིས་ཉི་མ་དུ་ཞིག་དུད་ཁྲ་གི་ཁྱེར་བ་བཞིན་སྐད་ཅིག་ཉིད་ལ་དུད་ཁྲོ་ཆགས་ཚོགས་ཁུར་མའི་ས་ཆེར་སོང་ཟིག། དེའི་སྐབས་དེ་གཤེད་མ་གཞོན་པ་གཉིས་ཀྱི་སྐྱེས་ཁ་ཡིན་ནི། བཙུན་མོ་ཡིད་དུ་འོང་བ་ལྷའི་བུ་མོ་ལྟ་བུ་འདི། ངི་རང་ཉིད་ཀྱིས་གསོལ་མི་ཐུབ་ཀི། ད་དགའ་རྟགས་ཟི་ར་གླ་གཟིགས་ཡོད་ན་ར། བྱེ་མ་སྒམ་པོ་བཞིན་དང། གསོལ་རྒྱུ་ར་ཁུར་ག་གསོལ་གི་ཞིག་དང་བ་བཟོས་ནས། བྱེ་མ་ཆུང་ཆུང་གཉིས་ཀྱི་སྐྱེས་ཁ་ཡི་ཁ་འཆམ་སོང་ཟིག། དེ་དུས་བྱེ་མ་ཆུང་ཆུང་གཉིས་ཀྱིས་བྱེ་མ་སྒམ་པོ་བཞི་བྱས་ནི། ད་བཙུན་མོ་འདི་གསོལ་རྒྱུ་ར་ཆུས་གསོལ། རྔམ་པ་དགའ་རྟགས་གླ་ཁྱི་ཟིག་ཡོད་ན་ཁྱོད་རང་གི་ལོངས། ཛེ་སྡེ་སྒམ་པའོ་ཡ། དུ་འགྲིག་དོག་གི། ཁྱི་གཉིས་ཀྱི་སྔ་སྟེར་ན་ངས་དུ་ཡེ་ལ་བཟས་ནས། བྱེ་མ་སྒམ་པའོ་ཆེ་རེ། སོང་ཡ་ར་ཀྲི་བྱང་བས། གཟུགས་ཀྱི་ཉི་མ་གི་སྐེ་དང་ཡན་ལག་ཐམས་ཅད་པོག་སྐྱོ་ལ་བསམ་གཟུགས་ར། བྲམ་ཟེ་འོ་མོ་གཟུགས་ཀྱི་ཉི་མ་བཙུན་མོ་དུ་ཤིན་ཏུ་ངོ་མཚར་ཆེ་ཞིང། དེ་མཛེས་བ་དུ་ཧ་ལས་སྐྱེས་ཙི་ཡི་ནུ་སྟོབས་ཀི། བྱེ་མ་སྒམ་པའོ་ཡང་གསོལ་མ་ཐུ་བ་ཤི་ར་ཡོང་བས། གཞོན་པ་གཉིས་ཀ་བཤད། ད་ངས་ཚིག་ང་ཟིག་མི་ང་ཟིག་ཡིན་མེད་རྩ་བ་ནས་གསོལ་མི་ཐུབ་གི་ལག་མི་འཇོག་གི། དེ་ཡིན་ན་རྔམ་པ་དགའ་རྟགས་ཟིག་ཡོད་ན་ར་ཁྱི་གཉིས་ཀ་ཕྱི་ཡས་དང། སོང་བ་བཙུན་མོ་གི་སྲོག་ར་ཁྱི་གཉིས་ཀ་ཆོད་ལ་དང་ངས་ངོ་མས་གསོལ་མི་ཐུབ་གི་ཟེར་ཟིག། དེ་དུས་གཞོན་པ་གཉིས་ཀས། ད་ཁྱོས་མི་གསོད་ན་ངེད་གཉིས་ཀྱི་དུ་མི་ཡི་ཐབས་མེད་གི་ཟེར་ཡང་ཁི་གཉིས་ཀ་གསོད་གི་སོང་མེད། ཁ་ཉིང་ལ་སོང་བས་གསོད་ཆའི་ཐང་མང་བས་གཟུགས་ལ་སྐུ་ལུས་མཚལ་གྲགས་པའི་སྟབས་ཀྱིས་ཁོང་ཉིད་ཀྱི་ཡང་གསོད་མ་ཐུབ་པ་ཤི་ར་ཡོང་བས་བྱེ་མ་ཉིང་གོག་གསུམ་པོའི་སྐྱེས་ཁ་ཡི་གཟུགས། ད་ནི་ང་རང་གསུམ་གྱི་བཙུན་མོ་འདི་གསོད་མི་ཐུབ་ཀི། མ་སྲིན་ལ་ཤི་ར་ཡོད་སོང་ན། རྒྱལ་བོའི་རྔམ་པ་དགའ་རྟགས་གཟུགས་གང་ན་ཡོད་དྲ། རང་ཅག་གི་ཉེར་རྒྱུད་རྩ་ནས་སྐྱོ་སྦྱོང་གི་ནགས་ཁྲིམས་ཧོག་ཅོག་ཏུ་ངོ་མ་རུ་མོ། དེ་སྟེ་ན། ད་ཨ་ཆུ་སྐྱེས་ཡས་ལ། དོ་ནུབ་ཀྱི། སྒོང་མོ་འདི། བྲམ་ཟེའི་བུ་མོ་གཟུགས་ཀྱི་ཉི་མ། དུར་ཁྲོད་གང་གི་ནང་གི་སྒ་ཧའི་ཨ་ཆུ་སྤྱིར་བཏང་བ། དེ་བཏང་བ་ར་ཨ་ཆུ་གསོད་མི་དགོས་གཅན་གཟན་གྱི་ཚོགས་པོ་ཟས་གཏོང་གི། དེ་ན་ཨ་འབྲུག་གི་རྫས་སྐྱེས་ཁ་ཡས་དེ། ཁུ་ཆོ་ཏའི་ལྗོན་འཐབ་པ་ཡོང་བས། ཉི་མ་འཇའ་ནོར་ར་མཉམ་དུ། བྲམ་ཟེའི་བུ་མོ་གཟུགས་ཀྱི་ཉི་མ། དུད་ཁྲོད་ཀྱི་སྐྱི་ཡི་ཆེ་རེ་སོང་བས། ལྕགས་སྒྲོག་ཐམས་ཅད་པོ་ཞིག་བཏང། སྟེང་གི་རེ་བ་གི་སྐེ་ཧི་ལས། སྐྱི་རེ་ཧི་བཏང། སྐྱེ་འགྲོ་ཐམས་ཅད་ཀྱི་ཤ་ཁྲག་མགྱོགས་སོ་གི་གདན། རྡོ་ལེབ་ཆེན་པོ་གཟུགས། ཁྲག་བཞག་མཆུ་ལས་གཡོ་ས་བཟོ་ནོ་དེའི་སྟེང་གི། ད་སྤྱིར་རྒན་གྱི་སྐ་ལག་བཞི་བོ་ཕྱོགས་བཞི་རྒྱང་བཏང། གཅིག་བཏང་ད་སྤྱིར་བཏང་ཟིག། དེ་ནས་ཁོ་རང་སྐྱི་དམག་གསུམ་པོ། ས་དེ་ནས་རྒྱང་ཐག་གཉིས་ཙམ་གྱི་ས་ན།

མོ་རང་གི་ཚེ་སྲོག་དབང་བླང་ལྟ་འབྱུང་བཞིན་འདས་པའི་ལུས་ཁམས་འདི་བླ་མ་ཡི་དམ་མཁའ་འགྲོ་ར་དཔའ་བོ་ཆེར་སྐྱོང་གསང་མ་གི་ཚོགས་དོན་ནི་མགོན་དང་སྐྱབས་ཡུལ་ཆེ་ཆགས་ཐམས་ཅད་ཀྱི་མོ་མགོན་བཅུ་གཟིགས་སྣང་དགོས་ནུར་དོ་ནུབ་རམ་འདྲ་གཟི་ཡོངས་དགོས་ནུར་དོ་ནུབ་མོའི་བརླན་ཆགས་ཀྱི་གཏུམ་མོ་འཇའ་གྱུར་དོ་ནུབ་འཁོར་འདས་ཀྱི་ཤ་དང་རུས་པ་ཐམས་ཅད་ཀྱི་མཆོད་སྤྱིན་ཡེ་གྱུར་དོ་ནུབ་མོའི་ཤ་ཁྲག་གི་གཏུམ་མོ་ཡེ་གྱུར། སྟངས་ཡག་གི་སྲིད་པའི་རྩེ་མོ་མན་ཆད་ནས་མ་ནར་དབྱངས་ཁམས་བཅོ་བརྒྱད་ཡན་ཆད་ཀྱི། མ་ཚང་བ་མེད་པའི་ལན་ཆགས་བུ་ལོན་ཐམས་ཅད་ཕོག་ནས་འདས་ཤོག། སྟོང་ཕྲག་བརྒྱ་གཅིག་དགག་རིགས་ཀྱི་ཚོགས། གདོན་རིགས་སུམ་བརྒྱ་དྲུག་ཅུ། དུས་མི་ཚུལ་ལྷ་དང་ཀླུ། གནོད་སྦྱིན་དགྲ་འབྱུང་ཤ་ཟ་ར། གྲུམ་གསུམ་པོ་གི་ཚོགས། ལྟོ་ཤས་དབང་ཞིག་ཡི་དྭགས་ཐམས་ཅད་པོ། ང་བྲམ་ཟེའི་བུ་མོ་གཟུགས་ཀྱི་ཉི་མ་གི་ཤ་སྒོ་རོགས་བ་ཤོག། མོའི་ཤ་གི་རི་ལ་ཧབ་བཟེད་བྱས། མོ་ཆག་དཀྲུགས་རོགས་བ་ཤོག། ཆག་གི་རྒྱ་མཚོ་ཧབ་བསྐོར་བྱས། མོའི་ལུས་ཀྱི་འོག་པ་བྱེ་རོགས་བ་ཤོག། ཉི་འོག་གཡང་གཞི་གས་སུ་བསྐོན། ད་བར་དུ་རང་གི་ལུས་འཕངས་འདི། ཡ་མཚན་ཟིག་ཡིན་གཡོག་པ་ཟིག་ཡིན། འདི་ཧུག་བལྟ་ས་ཡོད་འདི་ཁོང་བལྟ་ས་ཡོད་ཟེར་ནས། ཉི་མ་དེ་རིང་ཨ་ཐུག་རག་གི་བར་དུ་རང་ལུས་འདི་རང་གི་སྐྱེ་བར་བཟུང་བས་རང་གི་རང་ག་ཤ་ཚ་མེད། དེ་རིང་ད་རང་ཉིད་སྐྱེ་བར་འཛིན་པའི་འགོང་བོ་འདི་མ་ར་ཡ། རང་གི་རང་ག་འདོད་ནོ། རང་གི་རང་ག་ཁ་ཚ་རྒྱུའི་འགོང་བོ་འདིའི་སྟེང་ང་འཛོ་ལ་རུམ། བདག་འཛིན་བཟོས་རྒྱུ་མ་རུང་བ་འདིའི་སྟེང་དུ་དེ་དགོང་ཧིམ་ཧིམ་ཕལ། མངའ་བདག་རྒྱལ་བོའི་སྟེང་དུ་ཕལ་ཕལ་སོ། ཆགས་མེད་གཞན་མའི་སྟེང་དུ་ཧིམ་སོ་བ། འདི་ལྟར་དུ་ང་བྲམ་ཟེའི་འོ་མོག་གཟུགས་ཀྱི་ཉི་མ་གི། ཤར་ཕྱོགས་ཀྱི་མཆོད་པ་རལ་གྱིན་པའི་རྒྱ་མཚོ་འདི། བདེ་བར་གཤེགས་པ་ཕྱོགས་བཅུའི་སངས་རྒྱས་དང་བཅས་པ་ཐམས་ཅད་ཀྱི་ཐུགས་ཀ་ནས། འགྲོ་བ་རིགས་དྲུག་ཁམས་གསུམ་སེམས་ཅན་ཐམས་ཅད་ཀྱི་བཀྲེས་སྐོམ་གྱི་སྡུག་བསྔལ་གྱི་དབུལ་ཕོངས་སེལ། ལན་ཆགས་ཀྱི་བུ་ལོན་ཤ་འཁོན་ཐམས་ཅད་པོ། ཚེ་རབས་འཁོར་བ་ཐོག་མ་མེད་པ་ནས་ལན་ཆགས་ཀྱི་བུ་ལོན་གྱི་ཡོད་ཚད་ཐམས་ཅད་ཀྱི་དོམ་གསོ་ལས། ཟད་པ་མེད་པའི་བདེ་བ་གི། འགྲོ་དྲུག་སེམས་ཅན་ཐམས་ཅད་ཀྱི་ཡིད་སེམས་གཅིག་མཚམས་ནས་སྨོན་ལམ་གསུངས་ནས། ད་རང་གི་ལུས་དུ་སྐྱེ་བར་འཛིན་པ་དེ་རྩ་བ་ནས་བཅད་ལས། བདག་འཛིན་རྩ་བས་བཅད་ལས། ཤ་ཁྲག་གི་མཆོད་སྦྱིན་བཏང་བས། ད་ལན་ཆགས་པའི་བུ་ལོན་ཐམས་ཅད་པོ་རང་སྟེང་དུ་དབུལ་གཟིགས། དེའི་སྐབས་དེ། གཅན་གཟན་དགྲ་ཤ་ཟ་མའི་ཚོགས། ཡོད་ཚད་དེ་དག་ཐམས་ཅད་པོས། བྲམ་ཟེའི་བུ་མོ་གཟུགས་ཀྱི་ཉི་མ་གི། ལུས་སེམས་ལ་འཕོ་བ་མེད་པར་སྦྱིན་པ་དང་ནི་བྱིན་རླབས། མི་དགེ་ལྷག་བསམ་རྣམ་པར་རྟོག་པའི་མཐར་ཐུག་སྟེ། གཅེས་འཛིན་ཐམས་ཅད་པོ་ཞིང་རྒྱས་སླ་བའི། གཅེས་འཛིན་ཐམས་ཅད་ཀྱི་དད་ལྡན་གྱི་སློབ་མ་གི། རང་གི་ཡོངས་འཛིན་བླ་མ་རིགས་དང་ནི་ལྟར་དུ། བླ་ལ་གི་གཤེགས་མཛའ་བླ་ལའི་སྐོར་ར་ཡི། བླ་ལའི་མཆོད་པ་འབུལ་བླ་ལའི་སྡིག་བཤགས་ཕུལ། བླ་ལའི་བསྟོད་ཅིང་གསོལ་བ་འདེབས་པའི་རྣམ་འགྱུར་གྲུབ། ད་ཡིན་པ་ནི་གཅན་གཟན་དུད་འགྲོ་རི་ར་ལུས་ཀྱི་རྣམ་འགྱུར། རྒ་བའི་རྣམ་འགྱུར་རྣམ་པ་སྣ་ཚོགས་བསྟན་ནས། སྟོང་བ་དང་ལྡན་པའི་སྒོ་ནས་བསྐུལ་བའི་ཚུལ་གྱིས་བྲམ་ཟེའི་འོ་མོག་གཟུགས་ཀྱི་ཉི་མའི་མཐའ་བསྐོར་བའི་གདལ་དང་གཟུགས། གནོད་པ་གཟུགས་རྩ་བ་ནས་མ་ཡི་གཟུགས། དེ་ནས་ནམ་ལངས་དུས་གཤེད་དམག་གསུམ་པོས། ད་བྲམ་ཟེའི་འོ་མོག་གཟུགས་ཀྱི་ཉི་མ་མདའ་དབང་གཅན་གཟན་གྱི་སྲས་དང་འབྱོར། ཤུགས་ཀ་གཅིག་རྟ་གི་འཇོ་ཟེར་ཡོངས་སུ། ཡོངས་ཀྱི་ལྟེ་བདེ། ཤ་ཟ་སྲིན་པོའི་ཚོགས་ར། སྟག་གཟིག་དོམ་དྲེད་སྐྱེས་རྐྱང་ལ་སོགས་ཀྱི་གཅན་གཟན་ཐམས་ཅད་ཀྱི། བྲམ་ཟེ་འོ་མོག་གཟུགས་ཀྱི་ཉི་མ་ལ་གནོད་པ་གཟུགས་གང་བ་བྱེད། དང་བ་ར་གས་བའི་ཚིག་གི་མུ་མཐའ་བསྐོར་བའི་བདལ་གཞོན་ནུ་རིགས་གཟུགས། ལྟེ་བདེ། ཤ་ཟ་སྲིན་པོའི་ཚོགས་ར་གཅན་གཟན་དེ་དག་གི། གཤེད་མ་སྲིན་པོ་སྙིགས་ཀྱི་རིགས་དེ། སྔར་ཡིན་ན་ས་བརྒྱུད་གཟུགས་གཏེར་གྱི་ས་མའི་བྷི་བྷག་ཕེབས་པའི་ཚུལ་གྱིས་དགའ་བའི་རྣམ་འགྱུར་སྟོན་ན་ར།

འདི་ཡ་མཚན་ཆེ་གི་ཟ་མས། གཤེད་མ་གསུམ་པོ་ཡང་བཏབ་པ་ར་གི་བའི་ཚིག་གི། བྲམ་ཟེའི་བུ་མོ་གཟུགས་ཀྱི་ཉི་མ་ཞབས་ཏོག་ཡིན། ད་གཟུགས་ཀྱི་ཉི་མ་འདི་མ་བསྲེ་ལ་ཨ་ཅོ་རང་ཡིད་ལ་ཤི་ར་སོང་ན། རྒྱལ་བོ་གི་བྱ་དགའ་གཟུགས་བཟོས་དགའ་རྟགས་སུ་སྟེར་རྒྱུ་ད་གང་ན་ཡོད་དྲ། རང་གི་ལུས་དང་སྲོག་ལ་འབབ་རྒྱུའི་ཉེན་ཁ་ཆེ་གི། དེ་ལྟས་ན་ང་རང་སྲིན་པོའི་སྐྱེས་ཁ་ཨེ་ནི། ཡུལ་ལུང་རྒྱལ་ཁབ་མི་གཅིག་སའི་ས་གཟིགས་སྤྲེལ་འཇོ། བྲམ་ཟེའི་བུ་མོ་གཟུགས་ཀྱི་ཉི་མ་འདི་ཡང། ཧང་ན་མི་དགའ་གང་གི་ཧེབ་ནས་ན། དེའི་ས་སྐྱ་ཕྱིར་མངགས་གཏོང་བ་མཛད་ནས། ཁྱེའུ་སྐྱེས་ཁ་འཁྱམས་སོང་ཟིག། གཟུགས་ཀྱི་ཉི་མ་ཕྱོགས་བཞི་རྒྱང་གཅིག་གི་ཧུར་བ་བཞི་བོ་ཧུར་བ་དང་ཨེ། དེ་ནས་གཤེད་དམག་སྲིན་པོས་བྲམ་ཟེའི་བུ་མོ་གཟུགས་ཀྱི་ཉི་མ་ཡར་འདི་ཤི་ནི། ཡ། བཙུན་མོ་ལགས། ཁྱད་དུ་འཕགས་པའི་རྩུབ་མོ་ལགས། ཡོན་ཏན་རྒྱུད་ཀྱིས་མི་ལང་བའི་རྩུབ་མོ་ལགས། ཁྱེད་ཀ་སྔར་གང་ནས་ཡོང་ནས། ད་གང་ལ་བྱོན་རྒྱུ་ཡིན། ངེད་རང་ཐམས་ཅད་ཀྱི་བསམ་བློ་ཆེ་བའི་སྟེང་ན་ཁྱེད་ག་གསོལ་མི་ཕོག་གི། དེའི་སྟབས་ཀྱི་ངི་ཆོས་སྐྱེས་ཁ་ཡེ་ནས་ད་ཡོན་ལོང་རྒྱལ་ཁབ་མི་གཅིག་ས་གཟིག་ག་ཁོང་ཁྱོད་འགྲོ་རྒྱུ་ཡིན། མ་འོང་བ་ན། རྩུབ་མོ་ཁྱེད་ཀྱི་རྗེས་སུ་འཛིན་པའི་སྨོན་ལམ་གཟིགས་སོང་རྫེས་གཟིགས།

འགལ་མེད་ཆོས་ཀྱི་དཔལ་ལ་ལོངས་སྤྱོད་ཅིང། ཕན་ཚུན་གཅིག་སེམས་གཅིག་གིས་འཛིན་པར་ཤོག། བྲམ་ཟེའི་བུ་མོ་གཟུགས་ཀྱི་ཉི་མ་གི། ང་རང་གི་འདི་དང་མ་འོངས་ད་ལྟ་དུས་གསུམ་དུ་སོག་པའི་དགེ་བའི་རྩ་བ་གཟུགས་ཡོད་ཚད་ཀྱི། གཤེད་མ་སྙིང་གོག་གསུམ་པོ་ཚེ་རབས་ཐམས་ཅད་དུ། འདོད་ཆགས་ཞེ་སྡང་གཏི་མུག་ངར་རྒྱུན་ཕྲག་དོག་ལ་སོགས་པ། ཉོན་མོངས་སྟེ་ལྔ་གི་རྩ་བ་ཐམས་ཅད་པོ་ཡོངས་སུ་སྤོང་ནས། ལུས་ངག་ཡིད་གསུམ་ཐམས་ཅད་ཚེ་རབས་ཐམས་ཅད་དུ་དགེ་བའི་ལས་གཅིག་སྤྱོད་ཐུབ་ནས་སྨོན་ལམ། བདག་ཅག་འདི་ན་འཛོམས་འདོད་ནུས། ཉིན་མགོ་བཞི་བོ། ལྔ་བྲམ་ཟེའི་བུ་མོ་གཟུགས་བཅས་ཉི་མ་གི་ཚེ་རབས་ཀུན་ཏུ་སོགས་པའི་དགེ་རྩ་གི། བླང་དོར་བདེན་པ་བཞི་ཡི་གནས་ལ་མཁས་ནས་འབྲས་བུ་སྐུ་བཞིའི་གོ་འཕང་མངོན་དུ་གཅིག་འགྱུར་ཐུབ་ནས་སྨོན་ལམ། མར་གྱུར་འགྲོ་བ་རིགས་ལྔའི་སྐྱེ་བོ་ཐམས་ཅད་ལ། ཉོན་མོངས་ཏིང་ངེ་འཇོམས་པའི་ཆོས་བསྟན་ནས། ཐེག་མཆོག་ལམ་ལྔའི་གསང་ལ་འཁོད་རྒྱུ། བདེ་གཤེགས་སྐུ་ལྔའི་གོ་འཕང་གཟི་ཐོབ་ནས་སྨོད། ཉི་མ་དེ་རིང་ནས་བཟུང་སྟེ་ཚེ་རབས་ཐམས་ཅད་དུ། གཤེད་མ་ཁྱེད་ཅག་དང་ནམ་ཡང་ཁ་མི་བྲལ། གནོད་སེམས་ཀྱི་ཁོང་ཁྲོ་གདུག་པའི་སེམས་དུ་དབོར་ནས། ཕན་ཚུན་སྐྱེ་བ་དང་ཚེ་རབས་ཐམས་ཅད་དུ་གཅིག་གིས་གཅིག་དགའ་ཡི། ཁ་ཟས་མེད་པར་གཅིག་མཐུན་ནས་སྨོད། ལས་ར་ཉོན་མོངས་ཀྱི་དབང་གིས་ད་འོང་ཁམས་གསུམ་འཁོར་བ་སྲིད་པའི་གྲོང་ཁྱེར་དུ། འགྲོ་བ་རིགས་དྲུག་གི་སྣང་ལས་ཀྱི་འཁྱམས་སྒོ་ན་ར། ཞེ་སྡང་ར། ཁྲོ་ཚིག་རྩུབ་མོ་གི་གཏམ་ཙམ་ཟིག་མི་གོ། གི་ང་སོང་ན་རྨ་བེ་བཞིན་དུ་ཁམས་གསུམ་སེམས་ཅན་ཐམས་ཅད་ལ་རྟག་ཏུ་ཅིག་མཐུན་ནས་སྨོད་ལམ། དུས་འདི་ནས་བཟུང་སྟེ་བདག་ཅག་སྐྱེ་འགྲོ་སེམས་ཅན་ཐམས་ཅད་པོ། ཐུགས་རྗེ་ཆེན་པོའི་སྐུ་མཆོག་གསུམ་གྱི་རྗེས་སུ་འཇུག་ནས། འབྲལ་བ་མེད་པར་ཆོས་ཀྱི་དཔལ་ལ་ལོངས་སྤྱད་ནས། ཕན་ཚུན། ཚང་མ་བརྗེ་གི་བར་དུ། གཅིག་སེམས་གཅིག་གི་གཅིག་འཛིན་ཐུབ་ནས་སྨོན་ལམ་གསུང་གཟིགས། ཡང། གཤེད་མ་ལ། བྲམ་ཟེའི་བུ་མོ་གཟུགས་ཅི་ཉི་མ་གི་གསུང་མི། ད་ཁྱེད་རྣམས་ཀྱིས། མོ་དུར་ཁྲོད་དུ་བཏང་ཚེ། ཚེ་སྲོག་སྐྱབས་དང། མོའི་སྲོག་ཚེ་དར་ཧ་བཏང་ནོ་འདི་བཞིན་དུ། ང་བྲམ་ཟེའི་བུ་མོ་གཟུགས་ཅི་ཉི་མ་གི་ཡང། ཁྱི་ཅོག་གསུམ་པོ་འཁོར་བའི་བཙོན་ར་ནས་བླངས། ཐར་བའི་བླ་མནས་ལ་བཅུག་སྟེ། མྱ་ངན་འདས་པའི་བདེ་བ་ལ་དཀྱིལ་འཁོར་ཐུབ་ནས་སྨོན་ལམ་གསུངས་སོ། བྱེ་དམག་གསུམ་པོ་ཡང། ཁུ་ཆུ་ལུས་ནག་ཀོ་མདོ་ནུ་རྒྱན་སྐེ་ར། མཚོན་ཆ་རྣམ་པ་སྣ་ཚོགས་ལ་སོགས་པ། བྲམ་ཟེ་བུ་མོ་གཟུགས་ཅན་ཉི་མའི་སྐུ་འདི་ན་འབུལ། ཉི་མ་དུ་ནས་བཟུང་སྟེ་མི་དགེ་བ་སྤྱི་བོ་སྤོང་ཇོ་བོ་སྡོམ་པ་བླངས། ཉི་མ་དེ་རང་བྱིན་ཆེན་ནས། ནག་པོ་བུ་ལས་འདི་ལྟ་བུ་གཟུགས་ཁང་ཆུ་གཏན་ནས་མི་ལས། ཀ་རོ་དགེ་བའི་ལས་འབའ་ཞིག་རང་གི་ཐུབ་ཚོད་དྲ་ནུས་ཚོད་བ་ཚོད་ཀྱི་བྱ་བ་སྒྲུབ་རྒྱུ་ཡིན་ཟེར་ནས་བྱེ་མ་གསུམ་པོ་དེ་སེམས་ཐག་བཅད་ལས་ཡར་ལངས་རྒྱག་གི་མི་གཅིག་ནས་ས་བྲེལ་སོང་ཟིག། དེ་ནས་བྲམ་ཟེ་འོ་མོག་གཟུགས་ཀྱི་ཉི་མ་ཁོང་རིག་ཡང་སྔི་ན་སྐྱེས་སོགས་ཀྱི་ཡུལ་ཕྱོགས་སུ་ཡབ་སྒོམ་ཆེན་པ་གི་སྐུམ་དུ་ན་འཇོག་བསམ་མེད་གཟུགས་ཀྱི་ཉི་མ་གི་ཐིག་ཨ་རྒ་སྤྲོ་དང་བཅས་ནས་བླ་མ་འོད་ལས་སོང་མོད། ད་འདི་ཡན་ཆད་བཟའ་ཚང་ཡིད་སེམས་མཐུན་མོའི་བར་ཨ་ཡན་དང་ཕྲ་མ་མཁར་རྫུན་གྱི་ཁ་གཏོར་ནོ་གི་ལེ་བར། ད་ནི་རང་རང་ཨ་མངོན་སུམ་དུ་སྐྱོན་གཉིས་པ་མེད་ན་ནམ་ཞིག་མཐའ་ཡག་ནོ་གི་ལེ་བ་གཅིག་བྱ་རྒྱུ་ན། དེ་ནས་བྲམ་ཟེའི་བུ་མོ་གཟུགས་ཀྱི་ཉི་མ་མོ་རང་གི་ཡབ་སྒོམ་ཆེན་འབའ་ཞིག་རྡོ་སུལ་བ་སྣའི་དབེན་པའི་ནགས་དུ་རྩྭ་ཡི་ཕྱི་ར་སོང་སྟེ། ཉིན་དེའི་གི་ལྗོན་ཤིང་གི་ལོ་མ་ར་འབྲས་བུ་ཐམས་ཅད་པོ་རང་རང་གི་ས་ན་སྐམ་འདུག་གི། སྡོང་བོ་ཐམས་ཅད་ཀྱི་ཡལ་ག་སྐམ་སོང་བས་མྱུར་བར་རུང་བ་ལྟར་དུ་སོང་བས། ཤ་ཀ་ལ་བང་ཀ་ལ་སོགས་ཀྱི་སྐལ་མཉམ་པོ་སྒྲོག་པའི་ཤ་ཐམས་ཅད་པོ་ཡང་ས་དུ་ན་མི་འདུག་གི། ཡུལ་གཞན་དུ་བུད་སོང་ཟིག། དེའི་མི་ཚུལ་ཡན་ལག་བརྒྱད་དང་ལྡན་པའི་མཚེའུ། ཕྱི་མིག་ཆུང་ཆུང། རྫིང་བུ་ལ་སོགས་པ་ཐམས་ཅད་པོ་རང་རང་གི་ས་ན་སྐད་མིག། གོ་དོང་དུ་ལྷུང་བའི་ལྡེ་ལོ་ཁུ། མེ་ཏོག་ཨི་པི་ཏྲ། མེ་ཏོག་ཝེར་མ། ཝེར་མ་གེ་སར་ལ་སོགས་པའི་མེ་ཏོག་ཐམས་ཅད་ཀྱང་གསར་བ་མ་སྐྱེས་ནས་མྱོང་བ་ཐམས་ཅད་པོ་ཡང་སྐམ་སོང་བས། ས་ཆ་དུ་ཉམས་མི་དགའ་བ་གཟུགས་ཡི་ལྡེ་ལོ་ཁུ། བཀའ་ལུང་དམར་བོ་ར་སྐྱ་བོ་ནག་པོ་ལ་སོགས་པའི། ས་གཞི་སྒྲིབ་སྒྲོལ་བ་ཙམ་ཁེབས་ནས། ས་གཞི་ཐམས་ཅད་བདུད་ཀྱི་ཁེལ་བའི་སྐྱ་ལེབ་སའི་རྡོག།